སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། གང་གི་ཕེབས་རྗེས་སྙེག་པའི་བོད་མི་ཁྲི་བརྒྱད་ཙམ་རྒྱ་གར་ནང་བཙན་བྱོལ་དུ་འབྱོར་རྗེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་སྐབས་དང་པོའི་སྤྱི་འཐུས་ལྷན་ཚོགས་དབུ་བརྙེས་ཏེ། ད་རིང་ང་ཚོས་མི་ལོ་དྲུག་ཅུ་རེ་གཅིག་འཁོར་བའི་དུས་ཆེན་སྲུང་བརྩི་ཞུ་གི་ཡོད། དེ་ཡང། བཙན་བྱོལ་དུ་འབྱོར་བའི་ཟླ་བ་བཅུ་ཙམ་གྱི་རྗེས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ཟླ་བ་གཉིས་པའི་ཚེས་གསུམ་ཉིན། བཙན་བྱོལ་བོད་མི་རྣམས་ཐེངས་དང་པོར་རྒྱ་གར་རྡོ་རྗེ་གདན་དུ་འདུ་འཛོམས་སྟེང། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དང། ྋགོང་ས ྋསྐྱབས་མགོན་ཆེན་པོའི་ཡང་དག་པའི་དབུ་ཁྲིད་འོག། བཀའ་དགོངས་ཟབ་མོ་དང་མཐུན་པའི་ཁུར་བབས། ཞུ་བྱ་ཅི་བྱེད་ན་ནུས་ཅི་ཐུབ་ཞུ་རྒྱུ། བསྟན་སྲུང་དམ་ཅན་རྒྱ་མཚོ་དཔང་དུ་བཙུགས་ཏེ། བླ་རྒན་ཐུ་མོ་ཆེ་འབུལ་སྐབས། གོང་ས་མཆོག་གིས། བོད་ནང་རང་རེ་སྔ་མའི་གནས་སྟངས་དེ་དག་དང་མ་འདྲ་བའི། ཆོས་སྲིད་གཉིས་ལྡན་གྱི་དམངས་གཙོའི་གཞུང་ཞིག་འཛུགས་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པར་བརྟེན། མི་མང་གི་ཚབ་བྱེད་ཐུབ་མཁན་དང། རྒྱ་ཆེའི་མང་ཚོགས་ཀྱིས་འོས་བསྡུའི་ལམ་ནས་བསྐོ་གཞག་བྱས་པའི་མི་མང་འཐུས་མིའི་ཚོགས་འདུ་ཞིག་དགོས་ཀྱི་རེད། ཁྱེད་རང་ཚོས་ཕར་ལོག་རྗེས་མང་ཚོགས་ཁྲོད་ནས་ཤེས་ཡོན་ཡོད་པ་དང་འཇོན་ཐང་ཡོད་པ། རྒྱལ་ཞེན་ལྷག་བསམ་ལྡན་པ། མང་ཚོགས་ཀྱི་ཡིད་ཆེས་འཕེར་བའི་མི་འགྲོ་མིང་འདོན་བྱེད་དགོས། གནས་སྐབས་རིང་ཆོས་རྒྱུད་ཆེན་པོ་བཞི་ནས་འཐུས་མི་རེ་དང། ཆོལ་ཁ་གསུམ་ནས་འཐུས་མི་གསུམ་རེ་འདེམས་དགོས། ཞེས་བཀའ་སློབ་སྩལ་དོན་ལྟར། རང་ཁུངས་སོ་སོ་ནས་སྤྱི་འཐུས་སེར་སྐྱ་མི་གྲངས་བཅུ་གསུམ་འོས་འདེམས་ཞུས་ཏེ། གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ཟླ་བ་དགུ་པའི་ཚེས་གཉིས་ཉིན། སྐབས་དང་པོའི་བོད་མི་མང་སྤྱི་འཐུས་རྣམས་རྣམ་པས་ལས་འཁུར་དམ་འབུལ་ཞུས་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་བཀའ་ཤག་གིས་དུས་ཚེས་དེ་ཉིད་གཞུང་འབྲེལ་མང་གཙོའི་དུས་ཆེན་དུ་གསལ་བསྒྲགས་གནང་ནས་དུས་ཆེན་སྲུང་བརྩི་ཞུ་ལམ་ཆགས་ཡོད། བཙན་བྱོལ་དུ་འབྱོར་མ་ཐག་པའི་དཀའ་ཚེགས་ཀྱི་ཁོར་ཡུག་དེ་ལྟ་བུའི་ནང། མི་མང་གི་འཐུས་མི་འདེམས་བསྐོ་དང། དེ་བརྒྱུད་ནས་བཙན་བྱོལ་བོད་གཞུང་གི་གྲུབ་ཆར་བསྒྱུར་བཅོས་ཀྱི་གོམ་སྟབས་ཆེན་པོ་སྤོ་དགོས་དོན་ནི། མི་ཉུང་ཤས་ཀྱི་དབང་བསྒྱུར་དེ་མི་མང་གི་དབང་བསྒྱུར་དང། གང་ཟག་གི་དབང་བསྒྱུར་དེ་ཁྲིམས་ཀྱི་དབང་བསྒྱུར་ལ་སྐུལ་འདེད་དང་སྐུལ་འདེད་དང་སྣེ་ཁྲིད་ལ་མངོན་པར་ཕྱོགས་པ་བཞི་སྟེ། བཙན་བྱོལ་བོད་གཞུང་འདི་ཆོས་བརྒྱུད་བྱེ་བྲག་པ་བཞི་ལ་བརྟེན་པ་མ་ཡིན་པ། དགེ་ལུགས་དང་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་གཞན་ཐུན་མོང་གི་གཞུང་བཞི་དང། གཞུང་ས་དགའ་ལྡན་ཕོ་བྲང་གི་དུས་ཕྱིས་བོད་ཀྱི་ས་ཁོངས་བྱེ་བྲག་ལ་མ་གཏོགས། དབང་ལུང་གིས་མ་ཉོབ་པའི་ཡུལ་སྡེ་དེ་དག་ཙམ་མ་ཡིན་པར། ཆོལ་ཁ་གསུམ་གྱི་བོད་ས་ཁྱོན་ཡོངས་ལ་ཁྱབ་པ་ཞིག་དགོས་པའི་གཟིགས་རྒྱང་རྐྱེན་ཡང་ཞིག་སྐབས་དེ་དུས་ནས་བཟུང་བ་ལ་བརྟེན་ནས་སྐབས་དེ་དུས་ནས་བཟུང་བ་ལ་བརྟེན་བ་ནས་བྱུང་བ་ཞིག་ཡིན་ཞིང། བཙན་བྱོལ་ནང་བོད་མི་རྣམས་ལོ་ངོ་བརྒྱ་ཕྲག་དུ་མའི་རྗེས་ནས་མི་རིགས་ཀྱི་འདུ་ཤེས་གཅིག་གྱུར་སྔར་མ་གྲགས་པ་ཞིག་བྱུང་ཡོད་པ་དེའང་མང་གཙོའི་གོམ་སྟབས་འདིས་བསྐྱེད་པའི་འབྲས་བུར་ངོས་འཛིན་བྱས་ཆོག་དེ་ཡང། ཕྱི་ལོ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ཟླ་བ་བཅུ་པའི་ཚེས་བཅུ་ཉིན། མ་འོངས་བོད་ཀྱི་རྩ་ཁྲིམས་སྙིང་བསྡུས་དང་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ཟླ་བ་གསུམ་པའི་ཚེས་བཅུ་ཉིན། བོད་ཀྱི་རྩ་ཁྲིམས་ཡོངས་བསྒྲགས་མཛད་དེ། མི་དམངས་ཀྱི་གཞི་རྩའི་ཐོབ་ཐང་ཁག་ལ་འགན་ལེན་ཐོག། མང་གཙོའི་ཀ་བ་གསུམ་གྱི་བཀོད་དབྱིབས་དང་མངའ་སྡེ་སོ་སོའི་སྒྲིག་འཛུགས་བཞེངས་སྐྲུན་གྱིས་མཚོན་པའི་ཆ་ལག་ཡོངས་སུ་ཚང་བར་མཛད་པ་མ་ཟད། མང་གཙོ་ཚད་ལྡན་ཡོང་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་དབང་ཕྱིར་བསྡུ་ཆོག་པའི་ཆ་རྐྱེན་ཡང་གསལ་པོར་བཀོད་ཡོད་པ་དང། དེ་འབྲེལ་གཞུང་རྙིང་པའི་སྐབས་ཀྱི་གོ་མིང་ཆེ་ཕྲ་ཇི་ཡོད་ཕྱིར་བསྡུ་གནང་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་དང་དྲུག་ཅུ་རེ་དྲུག་ཟླ་བ་ལྔ་པའི་ཚེས་གསུམ་ཉིན་བར་སྤྱི་འཐུས་རྣམ་པ་ལས་ཁུངས་ཟུར་དུ་མེད་པར་ལྷན་ཁང་སོ་སོའི་ནང་ཆ་བགོས་ཀྱིས་རྒྱུན་ཆར་ལས་བགོས་ཁག་སྒྲུབ་བཞིན་ཡོད་ནའང། ཕྱི་ཕྱི་སྟོང་དགུ་བརྒྱ་དྲུག་ཅུ་དྲུག་ཅུ་ལོར་ལས་ཁུངས་ཆེ་ཁག་ལྔ་དང་ཡན་ལག་ལས་ཁུངས་བཞི་བཅོས་སྒྲིག་བྱེད་སྐབས་དེ་དག་གི་ལས་སྣེ་ཞབས་གཞུང་ཞབས་མི་འགྲོ་རྣམས་གོང་ས་མཆོག་ལ་འཆམ་འབུལ་ཞུ་མཁན་སྤྱི་འཐུས་ལྷན་ཚོགས་རེད་འདུག་སྐབས་དེ་དག་ཏུ་བོད་ནང་རྒྱ་གཞུང་གི་ངོ་ལོག་ཟིང་འཁྲུག་ཞོད་འཇགས་དང། དེར་མཐུད་པའི་མང་གཙོ་བཅོས་སྒྱུར་སོགས་ཀྱི་སྲིད་ཇུས་ལག་བསྟར་བྱས་ཏེ། བོད་ཡུལ་དེ་དམྱལ་བ་མི་ཡུལ་དུ་འཕོས་པ་ལྟ་བུའི་ཡ་ང་བའི་གནས་སྟངས་ཇི་ཆགས་པཎ་ཆེན་སྐུ་འཕྲེང་བཅུ་པ་ཆོས་རྒྱལ་མཚན་མཆོག་གིས་རྒྱ་གཞུང་ལ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་ཞིག་འབུལ་གཏོང་གནང་བའི་ནང་གསལ། ནང་གསལ་སྟོན་མཛད་ཡོད་པ་དང་སྙན་ཞུ་དེ་ལ་བརྟེན་ནས་པཎ་ཆེན་རིན་པོ་ཆེ་ལོ་ངོ་བཅུ་བཞི་རིང་བཀའ་སྐྱིལ་བཙོན་བཅུག་བྱས་ཤིང། ད་དུང་རིག་གནས་གསར་བརྗེའི་སྐབས་སུ་དྲག་པོའི་འཐབ་རྩོད་གདུག་རྩུབ་ཆེན་པོ་མྱོང་དགོས་བྱུང་ཡོད། སྤྱི་འཐུས་ལྷན་ཚོགས་བཙུགས་པ་དང་མཉམ་དུ། བཀའ་སྤྱི་གཉིས་དང། སྲི་ཞུའི་ལས་བྱེད། ཡན་ལག་སྡེ་ཁག་གི་འགན་འཛིན་བཅས་ལས་གྲུབ་པའི་ཟླ་དྲུག་ལས་འདོམས་ཚོགས་འདུའི་ལམ་སྲོལ་བཏོད་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་བར་ཚོགས་འདུ་ཐེངས་བཅུ་བདུན་སྐོང་ཚོགས་གནང་ཡོད་པ་དང། ལོ་དེ་ནས་བཟུང་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དགུ་བར་ལོ་འཁོར་སེར་ཤུལ་ཚོགས་ཆེན་ཐེངས་བཅུ་དྲུག་སྐོང་ཚོགས་གནང་གནང་སྲོལ་བཟོས་པ་དེའི་སྒྲུབ་བྱའི་ཁོངས་སུ་ས་གནས་ཀྱི་ལས་སྣེ་ཕལ་ཆེ་བ་ཚུད་ཡོད་པས། ཚོགས་འདུ་དེ་དག་གིས་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་ནང་བྱེད་ནུས་ཧ་ཅང་གལ་འགངས་ཆེན་པོ་འདོན་ཐུབ་ཡོད་ཅིང། གོང་ས་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ནས་བཟུང། གཞིས་སྒར་ཆེ་ཁག་རྣམས་སུ་སྒར་མཐུད་ཐོག་གཞིས་སྒར་སོ་སོའི་འགོ་འཛིན་ཡང་མི་མང་ནས་ཐད་ཀར་འོས་བསྡུ་དགོས་པའི་ལམ་སྟོན་ཕེབས་ཡོད་པ་དང། ཆིག་སྟོང་དགུ་བརྒྱ་དྲུག་བདུན་ཅུ་དོན་གཉིས་ལོར་ཝཱ་ར་ན་སིར་གནས་འཁོད་བོད་རིགས་ཚོས་སྣེ་ཁྲིད་དེ་གཞུང་གི་འགྲོ་གྲོན་ལ་ཕན་སླད་བོད་རང་དབང་བདེན་པའི་ལས་འགུལ་ཚོགས་ཆུང་ཁག་ས་གནས་སོ་སོར་གསར་འཛུགས་གནང་ཡོད། ཡིན་ན་ཡང། བཙན་བྱོལ་ནང་མང་གཙོའི་གོམ་སྟབས་རླབས་ཆེན་དེར་འགོག་རྐྱེན་མ་འཕྲད་པ་མིན་པར། མང་གཙོའི་ལམ་སྲོལ་བཙུགས་པ་ལ་བརྟེན་ནས། སྟོབས་ཤུགས་རྙིང་པའི་རྒྱུན་འཇགས་ཁེ་ཕན་ལ་དོ་ཕོག་འགྲོ་རྒྱུ་ཡིན་པ་ཡང་སྨོས་མེད་ཡིན་པས། དེ་དག་དང་མང་གཙོའི་གོ་རྟོགས་མེད་མཁན་ཚོས་མང་གཙོའི་འཕེལ་རིམ་ལ་འགོག་རྐྱེན་སྣ་ཚོགས་ཤིག་བཟོས་ཡོད་ནའང། ྋགོང་ས ྋསྐྱབས་མགོན་ཆེན་པོས་མང་གཙོའི་ལམ་ལུགས་ལག་བསྟར་གྱི་ཐུགས་བསྐྱེད་དམ་བཅའ་བརྟན་ཅིང་གཡོ་བ་མེད་པའི་ནུས་མཐུ་ལ་བརྟེན་ནས། དུས་རབས་འཕེལ་འགྱུར་གྱི་གོམ་སྟབས་དང་མཐུན་པའི་བསྒྱུར་བཅོས་རྣམས་བཀག་འགོག་གཏན་ནས་བྱས་ཐུབ་མེད། ཅིའུ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ཆོལ་ཁ་སོ་སོའི་སྤྱི་མཐུས་འོས་གཞི་ལ་ཆོལ་ཁ་གསུམ་ཀའི་འོས་འཕེན་པས་འོས་བསྡུ་བྱེད་དགོས་པའི་བསམ་འཆར་ཕུལ་ཏེ། མཇུག་སྐྱོང་སྙན་ཞུ་རིམ་ཅན་དུ་ཕུལ་མཐར། གཅིག་སྟོང་དགུ་བརྒྱ་གྱ་བཞི་གྱ་གཅིག་ལོར་ཆེས་མཐོའི་རྒྱུན་ལས་ལྷན་ཚོགས་ནས་བསམ་ཚུལ་ངོས་བཞེས་དང་སྒྲིག་གཞིར་བསྐྱར་བཅོས་གནང་ཡོད་ནའང། གཅིག་སྟོང་དགུ་བརྒྱ་གྱ་བཞི་གྱ་གཉིས་ལོའི་སྐབས་བརྒྱད་པའི་སྤྱི་འཐུས་འོས་བསྡུའི་ལས་རིམ་ནང། མདོ་སྟོད་དང་རྙིང་མའི་སྤྱི་འཐུས་རྣམས་འོས་གཞིའི་ཁོངས་ནས་རྩ་དགོངས་ཞུས་ཏེ། སྔོན་འགྲོའི་འོས་བསྡུའི་གྲུབ་འབྲས་ཁོངས་ཡེ་ཤེས་དབྱིངས་རྗེས་གནང་སྐྱོང་གི་གསོལ་འདེབས་ཞུས་ཤིང། སྤྱི་སྟོང་དགུ་བརྒྱ་བརྒྱད་བརྒྱད་བཞི་ལོར་སྤྱི་ལྷན་སྐབས་དགུ་པའི་འོས་བསྡུའི་ལས་རིམ་ནང་མདོ་སྟོད་ཆོལ་ཁ་མཉམ་ཞུགས་མ་གནང་བའི་གླེང་ལག་དབང་གིས་ཡེ་ཤེས་དབྱིངས་དཔྱད་ཡོང་བའི་གསོལ་འདེབས་ཞུས་པ་དང་སྤྱི་ལྷན་སྐབས་བཅུ་པར་ཡང་རྙིང་མ་དང་མདོ་སྟོད་གཉིས་ཀའི་སྔོན་འགྲོའི་འོས་མི་སུ་ཉུང་ཐལ་གྲངས་ཚད་མ་ལོངས་པར། ཆེས་མཐོའི་རྒྱུན་ལས་ལྷན་ཚོགས་ནས་སྐབས་སྔ་མའི་སྤྱི་འཐུས་རང་འཇགས་འདོད་དགོས་པའི་གྲོས་ཆོད་སྙན་སེང་ལྟར་བྱེད་དགོས་བྱུང་འདུག་དེ་བཞིན་དུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་བདུན་ལོ་སྟེ་ནས་ལོ་སྟོད་ནས་བཟུང། ྋགོང་ས་མཆོག་གིས་བཀའ་ཤག་དང་རྒྱུན་ལས་ལྷན་ཚོགས་སུ ྋགོང་ས་མཆོག་གི་དབུ་ཁྲིད་འོག་དང་བཀའ་ཤག་གི་གོང་དུ་མི་གཅིག་བསྐོ་གཞག་དང་བཀའ་བློན་ཡོང་ཁུངས་དང་ལས་ཡུན་ཚོད་འཛིན་ཇི་ལེགས་ཀྱི་བཀའ་སློབ་བསྩལ་འདུག་ཅིང། ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ལོའི་སྲི་ཞུའི་ཚོགས་ཆེན་ཐེངས་བཅུ་དྲུག་པའི་སྟེང་ཆབ་སྲིད་ཀྱི་འགོ་ཁྲིད་མི་མང་གི་འོས་བསྡུའི་ལམ་ནས་ཡོང་རྒྱུ་ཡོད་པ་ཞིག་བཟོ་དགོས་པའི་བཀའ་སློབ་ཕེབས་འདུག་ཀྱང་ཚོགས་འདུ་དེ་དག་ནས་བཀའ་བཞིན་བསྒྲུབས་པས་བསམ་ཚུལ་རྩེ་མཐུན་ཞིག་འབུལ་ཐུབ་མེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོར་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་ཕྱིར་བསྡུ་གནང་སྟེ། སྤྱི་ཟླ་ལྔ་པའི་ནང་བཙན་བྱོལ་བོད་མིའི་མི་མཐུད་སུམ་བརྒྱ་དྲུག་ཅུ་རེ་དགུ་ཙམ་བསྡུས་པའི་དམིགས་བསལ་ཚོགས་ཆེན་བསྡུ་བསྐོང་དང། དེར་མཐུད ྋགོང་ས་མཆོག་གིས་རྩ་ཁྲིམས་ཟིན་བྲིས་བསྐྱར་ཞིབ་ཚོགས་ཆུང་ཐད་བསྐོས་བསྐྱངས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ཟླ་བ་དྲུག་པའི་ཚེས་བཅུ་བཞི་ཉིན། སྐབས་བཅུ་གཅིག་པའི་བོད་མང་སྤྱི་འཐུས་ལྷན་ཚོགས་སུ་བཙན་བྱོལ་བོད་མིས་བཅའ་ཁྲིམས་གཏན་འབེབས་མཛད་པའི་ནང། མང་གཙོའི་ཀ་བ་གསུམ་དང་རང་དབང་ལྡན་པའི་སྡེ་ཚན་གསུམ་ཚང་བར་བགྱིས་ཤིང། ཕྱི་ལོ་གཅིག་ཉིས་སྟོང་གཅིག་ལོར་བཀའ་བློན་ཁྲི་པ་མང་ཚོགས་ཀྱི་ཐད་ཀར་འདེམས་བསྐོའི་ལམ་སྲོལ་བཙུགས་ཏེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆེད་འབྲེལ་ཡོད་ཀྱི་ཚུལ་དུ་བཞུགས། ཉིས་སྟོང་བཅུ་གཅིག་ལོར་བཅའ་ཁྲིམས་བསྐྱར་བཅོས་ཉིས་བརྩ་ལྔ་པ་བརྒྱུད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆབ་སྲིད་དང་འཛིན་སྐྱོང་གི་འགན་དབང་རྣམས་བོད་མིའི་སྒྲིག་འཛུགས་ཀྱི་མགོ་ཁྲིད་ཚོར་ཆ་བགོས་ཀྱིས་གསོལ་བསྩལ་གནང་ནས་ད་ལྟའི་ད་ལྟ་ང་ཚོས་ལག་བསྟར་བྱེད་བཞིན་པ་འདི་ཡིན། མང་གཙོའི་ལམ་ལུགས་ཀྱི་སྙིང་པོ་ནི་ཨ་རིའི་སྲིད་འཛིན Abraham Lincoln མཆོག་གིས་གསུངས་པ་ལྟར་སྲིད་གཞུང་དེ་ཉིད་མི་དམངས་ལ་བདག་ཅིང་མི་དམངས་ཀྱིས་དབང་སྒྱུར་བྱེད་དགོས་པ་དང་མི་མང་གི་ཆེད་དུ་བཙུགས་པ་ཞིག་ཡིན་དགོས། དེ་ལྟར་ཡོང་བ་ལ་ཁྲིམས་ཀྱིས་དབང་སྒྱུར་གྱིས་ཁག་ཐེག་བྱེད་དགོས་ཤིང། ཁྲིམས་ཡིག་མཐའ་དག་གི་ཕྱི་མོ། རྩ་ཁྲིམས། ང་རང་ཚོས་ཆ་བཞག་ན་བཅའ་ཁྲིམས་ཡིན་པ་དེའི་ནང་དོན་གཙོ་བོ་ནི། གཞུང་གི་བྱེད་སྒོ་མཐའ་དག་ཁྲིམས་ཀྱི་རྒྱ་ལས་མི་འགོངས་པའི་ཚོད་འཛིན་དང། མི་མང་གི་གཞི་རྩའི་ཐོབ་ཐང་ཁག་ལ་དོ་ཕོག་མི་འབྱུང་བའི་འགན་ལེན་བྱེད་དགོས་པ་དེ་ཡིན། རྩ་ཁྲིམས་ཀྱི་ནང་དོན་ནི། མང་ཚོགས་ཀྱི་མངོན་འདོད་ཡིན་པས་ལས་ཀྱི་སྣེ་མང་བ་ཚོས་དེ་ལ་འགལ་འདོག་བྱེད་མི་ཆོག་པ་དང། སླ་བཅོས་ཀྱི་སྒོ་ནས་རྩ་ཁྲིམས་ཀྱི་ནང་དོན་བསྒྱུར་བཅོས་བྱེད་ཆོག་པ་ཞིག་ཀྱང་མིན། དེར་བརྟེན་སྐབས་གསར་པའི་བཀའ་ཤག་གི་སྤྱི་སྙོམས་དྲང་བདེན་གྱི་སྦྲག་ཚིག་འདི་ཡི་སྙིང་པོ་ཁྲིམས་ཀྱི་དབང་བསྒྱུར་ཡིན་ཟེར་དོན་ཡང་རྒྱུ་མཚན་དེར་ཐུག་ཡོད། མང་གཙོའི་ལམ་ལུགས་ནི་ང་ཚོས། རང་དབང་འཐབ་རྩོད་ཀྱི་སྟོབས་ཤུགས་མི་ཉམས་རྒྱུན་འཛིན་དང། ནུས་པ་མཉམ་སྤུངས་ཀྱི་མཐུན་རྐྱེན་རྩ་འགངས་ཆེ་ཤོས་ཤིག་ཡིན་པ་མ་ཟད། མ་འོངས་པར་བོད་ལ་རང་དབང་གི་ཉི་མ་འཆར་བའི་དུས་སྐབས་སུའང། བོད་ཀྱི་སྲིད་འབྱོར་རིག་གསུམ་ཡར་རྒྱས་གོང་འཕེལ་དང། འཛིན་སྐྱོང་ཚགས་ཚུད་དྲང་བདེན་ཡོང་བར་མེད་དུ་མི་རུང་བའི་ཆ་རྐྱེན་ཞིག་ཡིན། ད་རིང། མང་གཙོའི་དུས་ཆེན་གྱི་མཛད་སྒོའི་མཛད་སྒོ་བརྩི་སྲུང་ཞུ་བཞིན་པའི་སྐབས་འདིར། གཞིས་བཞུགས་སྤུན་ཟླ་རྣམ་པར་དུས་ཆེན་གྱི་འཚམས་འདྲི་ཞུ་བ་དང་སྦྲགས། ཉེ་ལམ་རྒྱ་གཞུང་གིས་རྒྱབ་ཤ་དཀར་པོའི་དེབ་སྔ་རྗེས་བཀྲམས་ཏེ་བཅོས་སྒྲུང་སྣ་ཚོགས་རྩོམ་སྒྲིག་དང། བོད་ཞི་བས་བཅིངས་འགྲོལ་བཏང་ནས་ལོ་ངོ་བདུན་ཅུ་འཁོར་ཡུན་རིང། ཡར་རྒྱས་ཇེ་སོང་གི་རྫུན་སྒྲོག་བྱས་ཚུལ་དེ་རིགས་ལ་མ་ལྟོས་པར། བོད་མི་རིགས་ཀྱི་ངོ་བོ་གཏོར་བཤིག་གི་གདུག་རྩུབ་སྲིད་ཇུས་ཡུན་དུས་དམ་དྲག་ཆེ་བ་དེ་ལྟའི་འོག་ཆེ་རྒྱག་གིས་བོད་ཀྱི་ཆོས་རིག་དང་སྐད་ཡིག་ཡུལ་གོམས་གཤིས་ལོག་གཤིས་ལུགས་བཟང་པོ་སྲུང་སྐྱོབ་ཀྱི་སེམས་ཤུགས་བསྐྱེད་དེ་ཕྱོགས་ཡོངས་ནས་འབད་བརྩོན་གནང་བཞིན་པ་དེར་སྙིང་དབུས་ནས་བཀའ་དྲིན་ཚོར་བཞིན་ཡོད་པ་དང། དེ་ནི་བཙན་བྱོལ་བོད་མི་རྣམས་འཚོ་གནས་ཀྱི་སྲོག་དབང་མཐུན་གནས་ཡིན་པ་དང། བོད་དོན་འཐབ་རྩོད་ཀྱི་སྙིང་སྟོབས་འཁྱིལ་ས་ཡིན་པ་ཡིན་པས། གཞིས་བྱེས་ལྷན་འཛོམས་ཀྱི་སྐལ་བཟང་མྱུར་དུ་བཞད་པའི་རྨི་ལམ་འདི་ང་ཚོ་ཐུན་མོང་གི་བགྲང་དབུས་སུ་རུམ་ཞིང། ཕུགས་རེ་མངོན་འགྱུར་གྱི་ཕྱོགས་སུ་གོམ་པ་མདུན་སྤོའི་སེམས་ཤུགས་མ་ཆག་པ་གནང་རོགས་ཞེས་ཞུ་རྒྱུ་ཡིན། ད་ལྟའི་ཆར་འཛིན་སྐྱོང་གི་ངོས་ནས་ལས་དོན་བྱེད་སྒོ་ཁག་འཐུས་ཤོར་མེད་པར་འགྲུབ་མུས་ཡིན་ཡང། བོད་དམག་སྤྱི་མཐུན་ལྷན་ཚོགས་ཚུགས་མ་ཐུབ་པར་བརྟེན། གྲོས་ཚོགས་ཀྱི་ཁྲིམས་བཟོའི་ལས་འགན་དང་རྒྱུན་ལས་ལྷན་ཚོགས་ཀྱི་ལས་འགན་ཡོངས་རྫོགས་འགག་ཡོད་པ་མ་ཟད། རྒྱ་ནག་གི་གནས་སྟངས་དང་རྒྱལ་སྤྱིའི་འགྱུར་འགྲོས་ལ་བསྟུན་པའི་ཆར་པར་ལས་དོན་རྩོམ་པའི་གོ་སྐབས་མང་དག་ཅིག་ཡོད་པ་རྣམས་གྲོས་ཚོགས་ཀྱི་ངོས་ནས་ལེན་ཐུབ་ཀྱི་མེད། རྒྱ་གཞུང་ནས་གནད་དོན་དེ་བེད་སྤྱོད་ལོག་པར་བཏང་སྟེ་བོད་ནང་གནས་ཚུལ་རྫུན་སྒྲོག་དང་བཙན་བྱོལ་ནང་དབྱེན་དཀྲུག། རྒྱལ་སྤྱིའི་ཐོག་བེད་སྤྱོད་ལོག་པར་བཏང་བཞིན་པའི་གནས་ཚུལ་ཇི་སྙེད་ཅིག་བཀའ་ཤག་ལ་སྙན་སེང་ཞུ་ངེས་བྱུང་བ་དང། དེའི་ཐོག་རང་ཅག་ལ་མཛའ་སེམས་འཆང་མཁན་གྱི་གཞུང་དང་གྲོས་ཚོགས། བོད་དོན་རྒྱབ་སྐྱོར་བ་མང་པོ་ཞིག་གིས་སེམས་འཚབ་དང་བློ་གཡེང་བྱེད་བཞིན་འདུག་ཅིང་བོད་ནང་ནས་དཀའ་རྙོག་དེ་འཕྲལ་དུ་སེལ་མ་ཐུབ་ཚེ། རྩ་དོན་ལས་འགུལ་སྤེལ་ཕྱོགས། དཔེ་མཚམས་འཇོག་རྒྱུ་ཡིན་ལུགས་ཀྱི་བརྡ་ལན་བཏང་རྒྱུར་བྱུང་བ། རང་རེའི་སྤྱི་ཚོགས་ཆུང་ངུ་འདིའི་ནང་དུའང་ཁོ་པ་མ་ཕེབས་པའི་སེམས་ཚོར་སྟོན་མཁན་འདྲ་མིན་ཡོང་བཞིན་ཡོད་པ་ཚང་མས་མཁྱེན་གསལ་ལྟར་རེད། སྐབས་གསར་པའི་བཀའ་ཤག་གི་ངོས་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དགོངས་དོན་དང་མཐུན་པའི་ཐབས་ལམ་ཐབས་ཚུལ་གང་ལའང་མཐུན་འགྱུར་རྒྱབ་སྐྱོར་ཞུ་ངེས་ཡིན་པ་དང། འབྲེལ་ཐོགས་སོ་སོས་ཀྱང་འདི་མུར་གནས་ན། ཁེ་སྐྱོང་བྱེད་ཕྱག་རྒྱ་ཁྱོན་ཞལ་བསྡུར་གྱིས། ལོ་རྒྱུས་དང་མི་རིགས་ལ་འགན་འཁུར་བའི་ཐོག་ནས་བསམ་ཞིབ་གདམ་ག་མ་ནོར་བ་བྱེད་དགོས་པའི་དུས་ལ་བབ་འདུག་ཅེས་གོ་སྐབས་འདི་བརྒྱུད་ནས་ཞུ་འདོད་བྱུང་ཞིང། བཅའ་ཁྲིམས་དང་མཐུན་པར་གྲོས་ཚོགས་ཚུགས་མ་ཐག་ཏུ་བཀའ་ཤག་གིས་སྤྱི་འཐུས་ལྷན་ཚོགས་དང་མཉམ་དུ་བཅའ་ཁྲིམས་ཀྱི་ལས་བགོས་གཞིར་བཟུང་བོད་སྤྱི་པའི་རྩ་དོན་དང། མང་ཚོགས་ཀྱི་བདེ་དོན་ཐོག་ཐུན་མོང་གིས་འབད་བརྩོན་ཞུ་རྒྱུའི་གྲ་སྒྲིག་ཨང་གསར་དང་ཆོད་སེམས་བརྟན་པོ་ཡོད། དེ་མིན་འདི་མུར་མཁྲེགས་རེངས་ངང་ལྷག་ཚེ། དེའི་མཇུག་འབྲས་ནི་བོད་མིའི་སྒྲིག་འཛུགས་འབོ་བསླུ་རྒྱུ་ཉག་གཅིག་ལས་མེད་པས། བོད་མི་སུ་ཞིག་གིས་ཀྱང་མཐའ་འབྲས་དེ་ལྟ་བུ་ཞིག་མཐོང་འདོད་མེད་ཅིང། འབྲས་བུ་དེ་ལྟ་བུ་ལས་བོད་མི་སུ་ལའང་ཁེ་ཕན་ཐོབ་མི་སྲིད། མཐའ་དོན། རང་ཅག་བཙན་བྱོལ་བོད་མིར་མཐུན་འགྱུར་རྒྱབ་སྐྱོར་རྒྱུན་མཐུད་གནང་མཁན་རྒྱ་གར་དང་ཨ་རི་གཙོས་པའི་རྒྱལ་ཁབ་ཁག་དང། འཛམ་གླིང་ཁྱོན་དུ་གནས་པའི་བོད་དོན་རྒྱབ་སྐྱོར་བ་རྣམ་པར་དུས་ཆེན་གྱི་འཚམས་འདྲི་དང་མཉམ་དུ་སྙིང་ཐག་པ་ནས་ཐུགས་ཆེ་ཞུ་རྒྱུ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་མཛད་དྲིན་རྒྱས་ཤིང་ཐུགས་བཞེད་ལྷུན་འགྲུབ་ཡོང་བ་དང་བཙན་བྱོལ་བོད་མིའི་མང་གཙོའི་ལྗང་མྱུག་འདིར་གསོན་ཤུགས་ལྡན་པའི་ལོ་འདབ་རབ་ཏུ་རྒྱས་པའི་སྨོན་འདུན་ཞུ་གི་ཡོད། བཀའ་ཤག་གིས་ཕྱི་ལོ་ཉིས་སྟོང་ཉིས་སྟོང་ཚེས་གཅིག་ཟླ་བ་དགུ་པའི་ཚེས་གཉིས་ལ།